སྔོན་མ་སྔོན་མ་ལུང་པ་ཞིག་གི་ནང་ལ་ཞིང་བུ་ཆུང་ཆུང་ཞིག་ཡོད་པ་རེད། ཞིང་བུ་དེའི་ནང་ལ་བལ་པའི་པ་ལ་དང་ཨ་མ་ལ་དེ་ནས་བལ་པོ་ཆུང་ཆུང་གཅིག་བཅས་ཡོད་པ་རེད། ཉིན་མོ་ཞིག་ལ་བལ་པའི་པ་ལ་དང་ཨ་མ་ལ་ཕྱི་ལ་ཁ་ལག་འཚོལ་བར་འགྲོ་དུས་བལ་པོ་ཆུང་ཆུང་འདི་ལ་བུ། པ་ལ་དང་ཨ་མ་ལ་ཁྱི་ལ་ཁ་ལག་འཚོལ་བར་འགྲོ་གི་ཡིན། བུ་རང་འདི་ལ་རྩེད་མོ་ཅི་ནས་འདོད་ཨ། ག་ས་ག་ལ་མ་འགྲོ་ཨ། ཞེས་ལབ་ནས་ཕ་མ་གཉིས་ཁ་ལག་འཚོལ་བར་ཕྱིན་པ་རེད། དུས་ཚོད་ཏོག་ཙམ་ཕྱིན་པའི་རྗེས་ལ། བལ་པོ་ཆུང་ཆུང་འདིས་ཕར་མཆོངས་ཚུར་མཆོངས་བྱས་ནས་ས་ཆ་ག་ས་ག་ལ་ཕྱིན་པ་རེད། དེ་ནས་བལ་པོ་ཆུང་ཆུང་དེ་ཤིང་སྡོང་ཞིག་གི་འོག་ལ་སླེབས་དུས། ཤིང་དེའི་རྩེ་མོ་ལ་པུ་རོག་གཅིག་གིས་ཀོ་རོག་ཀོ་རོག་སྐད་བརྒྱབ་ནས་སྡོད་ཡོད་པ་རེད། པུ་རོག་གིས་བལ་པོ་ཆུང་ཆུང་དེ་མཐོང་བ་དགའ། ལམ་སེང་ང་འཕུར་ཡོང་ནས་སྡེར་མོ་གཉིས་ཀྱིས་བལ་པོ་ཆུང་ཆུང་དེ་དམ་པོར་བཟུང་ནས་གནམ་ལ་ཁྱེར་ཕྱིན་པ་རེད། དེ་ནས།

ཞེས་སྐད་ཆ་བྱས་པ་རེད། པུ་རོག་གིས། ཆོས་ལྡན་གྱིས་བཀང་ལ་ཆོས་ལྡན་གྱིས་བཀང་ལ། ཞེས་ལན་བརྒྱབ་པ་རེད། བལ་པོ་ཆུང་ཆུང་གིས། དགའ་བོ་ལ་དགའ་བོ་ལ། འདིར་ངའི་ཨོ་དགོ་དང་ཨ་ནེ་ཡོད་རེད་དགའ་བོ་ལ་དགའ་བོ་ལ། ཞེས་བཤད་དུས་པུ་རོག་གིས་བལ་པོ་དེ་ཆུ་གཏན་གྱི་སྒང་ལ་མ་བསད་པར་ཁྱེར་ཕྱིན་པ་རེད། ཡང་བསྐྱར་བལ་པོ་ཆུང་ཆུང་དེ་པུ་རོག་དེ་ལ། པུ་རོག་ལགས་པུ་རོག་ལགས་ང་དེ་ནས་ཁྱི་དེ་ཁ་བར་ཟ་གི་ཡིན་པ་པུ་རོག་ལགས་པུ་རོག་ལགས། ཞེས་སྐད་ཆ་བྱས་པ་རེད། པུ་རོག་གིས་བྲག་རྡོའི་སྒང་ལ་བྲག་རྡོའི་སྒང་ལ་ཞེས་ལན་བརྒྱབ་པ་རེད།

དལ་བུ་ཆུང་ཆུང་གིས་ཕུ་རོ་ལ་ཕུ་རོ་ལ་ང་དེ་ནས་ཁྱི་དེ་ཁ་བ་ཟིག་ཡིན་པ་ཕུ་རོ་ལ་ཕུ་རོ་ལ་ཞེས་སྐད་ཆ་དྲིས་པ་རེད་ཕུ་རོ་གིས། ཟམ་པའི་སྒང་ལ་ཟམ་པའི་སྒང་ལ་ཞེས་ལན་བརྒྱབ་པ་རེད། དལ་བུ་ཆུང་ཆུང་དེས་ཁྱོད་ལ་ཁྱོད་ལ་དེ་རུ་ངའི་དཔོན་ཆེན་སུ་ཡང་མེད་ཁྱོད་ལ་ཁྱོད་ལ་ཞེས་བཤད་པ་རེད། ཕོ་རོག་གིས་སྐད་ཆ་དེ་ཐོས་པ་དང་དགའ་ཐག་ཆོད་ནས་བལ་པ་ཆུང་ཆུང་དེ་ཟམ་པའི་གཡང་ལ་བཞག་པ་རེད། དེ་ནས་ཕོ་རོག་གིས་ཁོ་པའི་གཤོག་པ་གཉིས་རྡེབ་ཙམ་རྡེབ་ཙམ། ཁུཤ། ཁུཤ། དང། མཆོད་བསྟོད་དེ་ས་ལ་དར་ཙམ་དར་ཙམ་བྱས་ནས་བལ་པོ་ཆུང་ཆུང་དེ་ཟ་གྲབས་བྱེད་དུས་བལ་པོ་ཆུང་ཆུང་དེ་ཆུའི་ནང་ལ་དུ་ལུམ། ཟེར་མར་ཆོམས་པ་རེད། པོ་རོག་དེ་མིག་ཆེན་པོ་ཞིག་དང་དེབ་བལྟས་པ་ལས་བྱ་ཐབས་གཞན་དག་གང་ཡང་མ་བྱུང་བ་རེད། ཡ། ད་གྲུམ་བཟོ། གྲུམ་སྙན་པོ་བྱུང་ངས།